ནུས་པ་ཆེན་པོ་གཅིག་གྱུར་འདི་སྐབས་ལ་ད་དཔེར་ན་རང་གི་ལས་ཀ་ཕྱག་ལས་གང་གནང་དགོས་ན་རང་གི་དགེ་རྒན་ཚོས་ན་སློབ་ཁྲིད་བྱས་ན་འགྲིག་གི་རེད་བའི་ཆ་རྩོམ་འབྲི་ན་འགྲིག་གི་རེད་ཁ་ཚང་དུ་རང་གི་སེམས་གཤིག་ནས་ལོ་ཞིག་ལོ་ཁྲིད་དུ་བསྟེན་དགོས་རེད་ལོ་ཁྲིད་དུ་བསྟེན་དུས་སྐབས་ལ་ལོ་ཁྲིད་ཡོང་ཁོངས་དེ་གཙོ་བོ་དེ་བའི་ཆ་མ་བསྟེན་ན་ཡོང་གི་མ་རེད་ཨ་ནི་མིག་གི་ངོ་ནས་བཤད་ན་མིག་གི་འཇོན་ཐང་དེ་ཁོང་ངོ་ནས་དྲང་ནས་བཤད་ན་བའི་ཆ་དག་གི་མང་ཉུང་ལ་བེད་མེད་རག་ལས་རེད་ངེད་ཚོ་དེང་སང་བས་ན་འཛམ་བུ་གླང་གི་མི་རིགས་ཀྱི་ངོ་མཐོང་ཆ་གཅིག་དེ་དུས་སྐབས་ལ་གཞན་གཅིག་མི་གཉིས

དེབ་ཀྱི་ནང་གི་བསམ་བློ་དེ་རང་གི་སྒང་ལ་ཡོད་ན་ནི་རང་གི་བསམ་བློ་ལྕགས་སྡིག་སྐེམ་ལ་མི་གཞན་ལ་ངོ་སྤྲོད་ལས་ཅི་ན་པའི་ཕན་ཐོགས་ཀྱི་འདུག་བསམ། ངའི་ཉམས་མྱོང་དེ་འདྲས་རེད་ལ། ལགས་སོ་དངོས་གནས་རྒན་ལགས་གི་ཡག་པོ་གཅིག་གསུངས་སོང། ཟ་མ་ཟ་རྒྱུ་དེ་ད་ལུས་པོ་བཟོ་ས། དཔེ་ཆ་ཀློག་རྒྱུ་དེ་ཀླད་པ་བཟོ་ས་རེད་ཟེར། དངོས་གནས་ད་དཔེ་ཀློག་ཁྲོད་དུ་ཟས་ཀྱི་ཕང་བོ་ཡོད་ཟེར། དེ་འདྲ་ཡིན་དུས་དཔེ་ཀློག་ཅིག་བྱས་ན་དེ་ནི་རང་ལ་སེམས་ཤུགས་སྐྱེ་ས་སྤོབས་པ་སྐྱེ་ས་རེད་འདུག་དཔེ་ཀློག་དེ་ཧ་ཅང་གལ་ཆེན་པོ་རེད་འདུག་ད་དེ་རིང་ང་ཚོ་གི་དཔེ་ཀློག་བྱེད་སྒོ་འདྲ་ཡིན་ན་ཡང་གཅིག་ལ་ནི་ད། རྒན་དེ་ང་ཚོ་དཔེ་ཀློག་གི་ཕོ་ཉར་དེ་བཞིན་དུ་ང་ཚོ་ཡིན་ན་དེ་ནི། ད་ང་ཚོ་གི་དཔེ་ཀློག་གི་དེ་ན་ཀུན་འགྲོ་ཚོ་ཆུང་སོང་ཡོད། དེ་བཞིན་དུ་ད་ཚོ་ཆུང་སོང་ནས་ང་ཚོ་དཔེ་དེབ་ངོ་སྤྲོད་བྱེད་ཀྱི་ཡིན། དེ་བཞིན་དུ་དཔེ་ཀློག་བྱེད་ཀྱི་ཡིན། གསུངས་པ་ནང་བཞིན་ད་དཔེ་ཀློག་བྱེད་ན་དེ་ནི་ལེགས་པ་སུ་རེད་ཟེར། དེ་ན་ཡིན་དེ་ངས་བསམ་ན་དེ་རིང་གི་དཔེ་ཀློག་གི་བྱ་འགུལ་འདི་དོན་སྙིང་ལྡན་པ་ཅིག་རེད་བསམ། དེ་ནི་ཐད་གཏོང་ཁང་ན་ཡོད་མཁན་གྱི་གྲོགས་པོ་ཚང་མ་དེ་གས་ཡང་ང་ཚོ་དེ་རིང་གི་ཐད་གཏོགས་དེ་བརྒྱུད་སྐུལ་བྱེད་རྒྱུ་གི་རེ་བ་ཆེན་པོ་ཡོད་ཐུགས་རྗེ་གནང་ཞུ་རྒྱུ་ཡིན། ལགས་སོ་ལགས་སོ་ལགས་སོ་ལགས་སོ་དེ་ནི་ད་ང་ཚོ་དེ་རིང།

གཟིགས་མོ་ཨ་རྣམ་པའི་དགེ་ལགས་སུ་གཏམ་རྒྱུད་ཉན་ན་དཔེ་ལུགས་སྐོར་ནས་གཏམ་རྒྱུད་ཡག་པོ་ཡོད་ས་རེད་ལ། ལགས་སོ་ལགས་སོ། ལགས་སོ་ལགས་སོ། ལགས་སོ་ལགས་སོ། ཁྱེད་རང་གི་ཕ་ཡུལ་ལ་ཕེབས་པ་དགའ་བསུ་ཞུ། བྱམས་པ་ལགས་དཔེ་ལུགས་ལ།
རྒན་འདི་ཁྱེད་ཚོ་གི་ཕ་ཡུལ་རེད་ཨ། རེད་ལ། ད་ང་ཚོས་ཁྱེད་རང་ཚོ་གི་ཕ་ཡུལ་ནས་བྱམས་པ་ལགས་དཔེ་ལུགས་ཟེར་འདི་འདྲ་དཔེ་ལུགས་གི་བྱ་འགུལ་གྱི་དཔེ་དེ་དགེ་ཁྱེད་རང་ལ་ཚོ་སྣང་ཅི་འདྲ་འདོད་རྒན་ལགས།
དགའ་སྤྲོ་ཆེན་པོ་འདུག་ལས་དཔེ་ཀློག་དེ་ད་ནས་ང་ཚོ་ད་ཐོག་མར་སློབ་ཆུང་འགྲོ་ནས་ཚུན་ཆོད་ལ་དེ་ང་ཚོ་གི་བསམ་བློ་འདུ་ཤེས་ནང་ཞུགས་ལ་ཧ་ཅང་གི་ད་ནས་དོགས་གི་པོ་སོ་སོ་གི་ད་ནས་ཏོག་དུས་སུ་གི་ད་ནས་ཁ་ལག་བསྲེས་པ་ནང་བཞིན་མ་བྱེད་བྱེད་ན་མི་རུང་བ་ཨ་འདྲ་གི་ད་ནས་ཀྱི་འདུག་ལས། ལྷག་པར་དུ་ད་ནས་ང་ཚོ་འདྲ་ཡིན་ན་ད་གཞས་མེད་འདྲ་འདྲ་གི་ད་ནས་ད་སོང་གི་ད་ནས་སྤུ་གུ་ནང་བཞིན་གི་ད་ནས། ཆ་རྐྱེན་དང་བློ་སྦྱོང་བྱེད་པའི་གོ་སྐབས་ཐོབ་ཡོད་མ་རེད་ལ། ང་ཚོ་དེ་ནས་རྒྱལ་ཡོངས་ལ་ཡར་དེ་ནས་སློབ་གྲྭ། སློབ་ཆེན་གྱི་དེ་ནས་བསྐྱར་ཞུགས་གཏོང་བའི་གི་དེ་ནས་བསྐྱར་དུ་གི་དེ་ནས་གོ་སྐབས་ཐོབ་པའི་སྐོར་ལ་དེ་ནས། སློབ་ཆུང་ནས་དེ་ནས་ཐད་ཀར་དེ་ནས་སློབ་གྲྭ་ཆེ་བ་ནང་ཞུགས་ལ་དེ་ནས་རྒྱུགས་གཏོང་ནས་དེ་ནས་སློབ་གྲྭར་འགྲོ། དེ་པར་རུ་ལ་ཡར་དེ་ནས་ད་སོང་གི་དེ་ནས་དམའ་རིང་སློབ་འབྲིང་དང་མཐོ་རིང་སློབ་འབྲིང། གི་དེ་གི་ནང་དོན་དེ་ཚང་མ་མཐོ་རིང་སློབ་གྲྭ་ནང་ཞུགས་ལ།

དཔེ་ཆ་ལག་ཏུ་མ་སྒྲིག་པ་དེ་ནས་ཞོར་ལ་དེ་ནས་དགེ་རྒན་ཆེ་བ་སྐོར་ལ་དེ་ནས་བཀའ་འདྲི་ཞུ་རྒྱུ་དང་དེ་ནས་སློབ་སྦྱོང་བྱེད་རྒྱུ་དང་དེ་འདྲ་བྱས་ན་ད་མང་ཆེ་བ་དེ་ང་ཚོ་སྤྱི་ཚོགས་ཀྱི་ཐོག་ལ་དགེ་རྒན་ལ་བསྟེན་རྒྱུ། སོ་སོ་གི་འགྲུལ་རོགས་ཀྱི་ནང་ཞུགས་ཀྱི་དགེ་རྒན་ལ་བསྟེན་རྒྱུ། གོམ་པ་གསུམ་རྒྱག་ན་དེ་ང་ཚོ་སེམས་ནན་ཏན་བྱས་ན་དེ་སོ་སོ་ལ་དེ་ནས་དགེ་རྒན་མི་འཁྲེགས་པ་མེད་ཟེར་བ་ལས། རེད་རེད་རེད། བྱས་ཙང་དེ་ནས། དགེ་རྒན་དགོས་ལ་བསྟན་རྒྱུ་དང་ཡིད་ཡོད་བཟོ་རྒྱུ། དཔེ་ཆ་རྒྱུན་གཏན་གྱི་ཐོག་ནས་ལྟ་རྒྱུ་དེ་ཧ་ཅང་གལ་ཆེ་པོ་རེད་ད་ལས། དེ་མ་བྱས་ན་དེ་མ་བྱས་ན་ད་ནས་ལས་ཀ་ཅི་བྱས་ན་ད་ནས་གཏམ་རྗེས་མི་བཟུང་པ་ལས་རྗེས་མི་ནོན་པ་ཨ་འདྲ་ཡོང་གི་འདུག་རེད་རེད་རེད་རེད། མ་གཞི་དགེ་རྙིང་ཀ་ལ་ཆ་མཚོན་ནས་བཤད་ན་ལས་ནི་མང་པོ་འགོ་རྒྱུ་པོ་ཞིག་འདུག་ཨ། ཡིན་ན་ཡང་ད་དཔེ་ཆ་ལྟ་ཟེར་དུས་དངོས་གནས་དགེ་ཁོ་རང་གཉིས་ཀྱི་ལྟ་བ་གཅིག་མཐུན་རེད་འདུག་ཨ། དཔེ་ཆ་ལྟ་རྒྱུ་དེ་གི་ལས་པ་བཟོ་རྒྱུ་སེམས་ཁམས་གསོ་རྒྱུ་དེ་དངོས་གནས་དེ་འདྲ་རེད་འདུག་ཨ།

དེ་བཞིན་གྱི་དེ་ནས་རི་ཆུ་གི་དེ་གནས་ཤེས། དེ་ནས་ལོ་རྒྱུས་ལས་དཔྱད་དགོས་ན་དེ་ནས་སྡེ་ཁག་གཉིས། གནའ་རབས་ཀྱི་ལོ་རྒྱུས་དང་དེ་ནས་དེང་དུས་ཀྱི་ལོ་རྒྱུས། དེ་ནས་དེ་བཞིན་གྱི་ང་ཚོ་གནའ་ཤུལ་གྲགས་ཅན། དེ་ནས་གཞན་གྱི་དེ་ནས་ང་ཚོ།

ནང་དོན་ཆེན་པོ་ཁག་བརྒྱད་དེ་ནས་ལྡེབ་ཉི་ཤུ་རྩ་གསུམ་དེ་དེ་ནས་བསྡུ་སྒྲིག་བྱེད་པའི་སྐབས་ལ་ད་གཙོ་བོ་ང་ཚོ་གི་དེ་ཉེ་འཁྲིས་ས་ཁོངས་ཡོངས་ཀྱི་དེ་ནས་ནུས་ཤུགས་གཅིག་སྒྲིལ་བཟོ་ནས་ད་གཟོད་པར་ད་ལྟ་ཁོན་ཉེ་འཁྲིས་ས་ཁོངས་དེ་ང་ཚོ་ས་བྱི་ཚེས་ནས་ད་བར་དུ་ལ་བཤད་དགོས་ན་དོན་ཆེན་ཨང་དང་པོ་ཡིན་གྱི་རེད། རིག་གནས་ཀྱི་འཛུགས་སྐྲུན་ནུས་ཤུགས་ད་དངོས་སུ་གི་དེ་ནས་རླབས་ཆེ་བ་གཅིག་རེད་བསམ་འདུག་དེ་སྔོན་དེ་ནས་དངོས་སུ་གི་ཉེ་འཁྲིས་ཀྱི་སོ་སོ་ངོ་སྤྲོད་བཟོ་སོ་སོ་གི་འདྲི་བདེ་སྟོན་བྱ་བ་དེ་ནས

ཆ་གཅིག་བྱས་ཏེ་དགོན་སྡེ་དེ་དེས་ཁམས་ཕྱོགས་དང་ཨ་མདོ་ལ་དབྱི་ཚང་ལས་བརྟེན་ན་དེས་མྱོང་གི་རེད་ཁོང་ལོ་འབའ་དང་དགོན་པ་ཁ་ཤས་ཡོད་རེད་དགོན་པ་མེད་དུས་སྐབས་ལ་ཁོང་བྱས་ཉེན་དང་ངར་མ་རིག་གནས་འཛིན་བྱུང་ད་དེ་ཡིན་སྐབས་ལ་ངར་མ་རིག་གནས་དང་དེས་བྱས་མ་རེད་པ། དེ་ཙམ་ཞིག་ན་དེ་འདྲའི་མི་སྣ་དང་ཀ་ཆེན་ཆེན་པོ་ཡོད་ཀྱི་རེད་མང་པོ་ཕུན་སུམ་ཚོགས་པ་ཡོད་མ་རེད་གང་ས་གང་དུ་ཅིག་སྐྱབས་ཡོད་པ་དེ་འདྲའི་རེད་ད་ཁོང་རྣམ་པ་ཚང་ན་ནང་གི་ལོ་རྒྱུས་དང་ཏང་གི་ལོ་རྒྱུས་དེ་ནི་དམངས་ཁྲོད་ཁ་ཚང་དུ་མཉམ་དུ་ཕྱོགས་བསྒྲིགས་བྱས

མྱོང་ཚོར་མང་པོ་ཡོད་རྒྱུ་རེད། ཞེ་སྡང་ང་རང་གིས་ལན་ཚད་ལེན་འགྲོ་དུས་ས་ཆ་སོ་སོར་འགྲོ་དགོས་རེད། བཞི། ས་ཆ་སོ་སོར་འགྲོ་དགོས་དུས་ས་ཆ་དེ་གའི་ལོ་རྒྱུས་དང་རིག་གནས་སོགས་བརྒྱུད་ལན་གྱིས་བཟོ་དགོས་དུས་སྔོན་ཆད་ནས་ལ་ད་རྒན་རྣམ་པ་ཚོར་ང་ཚོར་འདི་ཆ་མཐོང་གྱིས་གནང་མྱོང། དེ་དུས་ང་རང་ཡིན་ན་དེའི་ནང་ནས་ལ་འདི་ཆེ་ཆུ་མང་པོ་འདུག་ཁྱད་པར་དུ་ཉུང་འཕྲི་གི་ས་ཆ་འདུག་ད་ཀོང་པོ་གི་ས་ཆ་འདི་ན་རུས་དང་ཆུ་གི་རིག་གནས་ཕུན་སུམ་ཚོགས་པ་ཡོང་གི། རེད། དེ་ནས་དམངས་སྲོལ་གྱི་རིག་གནས་དེ་ངོ་མ་ཕུན་སུམ་ཚོགས་པ་ཡོང་གི། དེ་དེ་ཡིན་དུས་དེ་ཚོ་ཚང་མ་དེ་སྒོ་རྩ་ལ་ཉལ་བདེ་བ་གི་ཐོག་ནས་མ་ཕབ་པ་མ་ཚད་ད་རུང་ས་ཆ་འདི་གའི

ལྷག་པར་དུ་ད་གཟོད་ཡིན་ན་ང་ཚོ་སྤོ་བོ་རྫོང་ཡང་ན་ཉིང་ཁྲི་གྲོང་ཁྱེར་གྱི་རྒྱུ་མ་ཚོ་ཡིན་ན་དཔེ་ཆ་འདི་ལ་ཅི་ལྟར་ན་གོ་རྒྱུ་ཚོར་རྒྱུ་མང་པོ་ཡོད་སར་ད་ང་ཚོ་ཡིན་ན་འདྲ་འདྲ་རེད་ཉིང་ཁྲི་གི་ལས་ཀ་གྱི་ལས་ད་ང་ཚོ་རིག་གནས་ཁྱབ་བསྒྲགས་བྱེད་རྒྱུ་གི་ལས་ཀ་གྱི་ལས་ན་ས་གནས་སོ་སོ་གི་ཡུལ་སྲོལ་གོམས་གཤིས་ཡིན་ན་འདྲ་རི་ཆུ་རིག་གནས་ཡིན་ན་འདྲ་ད་གང་ཟག་གི་ཐད་ལ་རྒྱུས་ལོན་བྱེད་དགོས་ད་དེ་ན་ཡིན་དུས་འདི་འདྲ་གི་ད་ཁང་བཙན་པ་གི་དཔེ་ཆ་ཡོད་རྒྱུ་དེ་ཧ་ཅང་གལ་ཆེ་བོ་རེད་འདེད་རྒན་ལགས་ད་འདི་དཔེ་ཆ་འདི་འདྲ་མང་པོ་གཅིག་སྒྲིག་དགོས་ན་དཀའ་ལས་མང་པོ་གཅིག་མྱོང་ཡོད་རྒྱུ་རེད་རྒན་ལགས་ད་ལྟའི་དཔེ་ཆ་དེ་ད་ནས་ཐོག་མར་ང་ཚོ་གི་ད་ནང་དོན་ག་འདྲའི་ཚོ་ཅེས་ཆེས་བཟོ་བདེ་གི་ཚོགས་མ་དེ་ང་ཚོས་ད་ཉེ་དུས་ས་ཁོངས་ནང་ཆོས་ལ་བྱེད་དགོས་ན་ང་ཚོས་མྱོང་བཞག་ཅན་ད་ཟེར་ན་འདྲ་རིག་གནས་ཅན་ཟེར་ན་འདྲ་ད་ང་ཚོས་མཁས་པ་ཟེར་ན་འདྲ་ང་ཚོས་ད་རྒན་ཕུ་བོ་རྡོ་རྗེ་རེད་ལ་ཨེ་རྒན་ཕུ་བོ་རྡོ་རྗེ་གོང་རིག་གི་ད་སྤྱི་ཡོངས་ཀྱི་ནང་དོན་ཅེས་ཆེས་བཟོ་འཆར་འགོད་དེ་ནས་བཟོ་ནས་སྒྲོམ་གཞི་དུ་མ་ཟེར་ན་ད་གཏན་འཁེལ་བཟོ། ཨེ་ང་ཚོ་ཡང་ནས་ཡང་དུ་ད་ནས་བྲོས་དུས་བཟོ་ད་ཨ་འདྲི་བྱས་ནས་ད་ནས་ཉེ་འཁྲིས་ས་ཁུལ་ལ་ཡང་ཐོག་མར་ད་ནས་ང་ཚོ་བསྡད་འདི་བཟོ་ཡག་འདི་ལ་ཡག་ད་འདྲི་གི་འདྲ་འདི་ད་ནས་ཉེ་འཁྲིས་ས་ཁུལ་ནང་ཤོག་ལ་ཡག་ད་ནས་སྤྱི་ཁྱབ་ཀྱི་རྩོམ་སྒྲིག་ཨུ་ཡོན་ལྷན་ཁང་ཟེར་ནས་སྐྱིད་བཙུགས་པ་རེད་ད་དེ་ནང་ཤོག་ང་ཚོ་གཙོ་བོ་ད་རྒྱུན་ལས་ཀྱི་མི་སྣ་རྒན་ཕུབ་རྡོ་རྗེ་ལགས་ཀྱི་ད་ནས

ཁོ་གི་སྒྲོམ་གྱི་ནང་ཤུ་ལ་ཕག་བཀོད་སྒྲིག་བྱས་ཡང་ནས་ཡང་དུ་བལྟ་བྱས་བར་ད་ང་ཚོ་འདི་ལོ་རྒྱུས་ཁ་ཐོར་ཤེས་དགོས་ན་ང་ཚོ་དེབ་ཆེན་པོ་དེ་འདྲ་ནང་དོན་མང་པོ་ཨ་འདྲ་བྱས་བཀོད་སྒྲིག་བྱས་ཡང་ཐེངས་དང་པོ་རེད་ལ་ཐེངས་དང་པོ་བྱས་ཡང་དེ་ད་ནས་རྫོང་ཁག་ལ་ད་ནས་གཅིག་ནས་ད་དེ་འདྲ་ག་གི་ཤེས་བྱ་ཅན་གི་མི་ཉུང་དེ་ནས་ཉམས་མྱོང་མེད་དེ་འདྲ་བྱས་ན་མང་པོ་ཅིག་གི་ཡང་བཀོད་བྱ་དགོས་ད་ང་ཚོ་ལ་དགོས་པའི་གི་རྒྱུ་ཆ་དེ་བསྡུ་རུ་མ་ཐུབ་དེ་ནས་ད་ད་ཆ་མ་འཕྲོད་ད་ང་ཚོ་གི་དུས་ཚོད་ང་ཚོ་ལས་རྒྱུ་དེ་ཕར་བཞག་ནས་ཡང་ཀྱང་ང་ཚོ་ད་ནི་ཐད་ཀར་གྱི་མ་མ་ཤམ་རོང་ལ་ད་ནི་རྒྱུགས་ནས་བསྡུ་རུག་བྱས་ནས་ད་ནི་པར་ཐག་རིང་ས་ཀྱི་ང་ཚོ་འགྲིམ་འགྲུལ་དཀའ་ངལ་ཧ་ཅང་ཆེ་བའི་སྐད་ད་ནི་མེ་ཐོག་རྫོང་སེམས་ཤིག་དང་དེ་རྫ་ཡུལ་རྫོང་སེམས་ཤིག་དང་དེ་ཕག་གི་སྣང་རྫོང་སེམས་ཤིག་དང་རེ་རེ་བཞིན་གྱི་གྲོང་པ་ནང་ཆུ་དང་ད་ནི་ཀ་ས་ཀ་ལ་ད་ནི་ང་ཚོ་རྒྱུགས་བསྡུ་རུག་བཟོ

རིགས་གཅིག་མཁས་ཅན། དེ་ཡང་པ་སངས་དབང་འདུས་ལ་གཏོང་བྱེད་པ་ག་དེ་ནས་མེད། དེབ་ཅིག་ཡོད་པ་ཁོང་གི། ཁ་ཤས་ཞུགས་པ་རེད། ཁོང་རིགས་གས་དེ་ནས་བྱོས་ལ་གནའ་རོ་ལོ་རྒྱུས་དེ་དེ་ནས་ཁོང་རིགས་གས་དེ་ནས་བསྒྲིགས་གནང་བ་རེད། རེད་ཁོང་རིགས་གནང་བ་རེད། དེ་བཞིན་གས་དེ་ང་ཚོ་པེ་ཅིན་མི་རིགས་དཔེ་སྐྲུན་ཁང་གི་འགན་ཁུར་མི་སྣ་ཞུགས་པ་རེད། ལགས་སོ། དེ་དེ་ཚོ་ཚང་མ་གས་དེ་ནས་གདེང་འཇོག་ཡིན་ན་ཧ་ཅང་གས་དེ་ནས་ཅན་པོ་བཟོས་གནང་སོང། དེ་གས་པ་དབང་ལགས་དེ་ང་ཚོ་བོད་རང་སྐྱོང་ལྗོངས་གི་ནང་བྱོས་ལ་ད།

གཞན་དག་ཁོ་ཚོས། ཀུང་སི་གཅིག་ལ་འོས་སྦྱོར་བྱས་པ་དེ་ལ་ཡང་རོགས་སྐྱོར་ལ་གཅིག་བཟོ་ནས་དེ་བཟོ་ཤོས་རེད། དེ་ནང་ཆོས་ལ་དེ་ནི་ང་ཚོ། ས་གཅིག་གི་དེ་ནི། གཏམ་སྒྲུང་འདྲ་དང། ས་གཅིག་གི་གཏམ་སྒྲུང་གཅིག་བྱས་དེ་ནི། སྤོ་བོ་ཀའི་ལོ་རྒྱུས། དེ་བཞིན་གྱི་སྤོ་བོ་ཀའི་དམངས་སྲོལ་དང་དེ་ནི་ཡུལ་སྐོར་རིག་གནས།

དེ་དུས་བོད་རང་སྐྱོང་ལྗོངས་ཀྱི་ཆེད་མངགས་ཀྱི་དེ་ནས་བརྡ་ཐོ་དྲངས་ནས་དེ་ནས་རེ་བ་བཏོན་ནས་རྫོང་ཁག་སོ་སོ་ནས་དེ་ནས་ཕྱོགས་བསྡུས་ལེགས་སྒྲིག་གི་དེ་ནས་དེབ་ཁ་ཤས་བཙོང་དགོས་རྒྱུ་གྱི་དེ་ནས་ལས་འགན་སྤྲད་པ་རེད་ལས་རྫོང་སོ་སོ་ནས་ཡིན་ཙང་དེ་ང་ཚོ་ཉེ་འཁྲིས་ས་ཁོངས་ནས་ཆུ་ལས་རྫོང་མང་པོ་ཅིག་གི་དེ་སྐབས་དེ་དུས་དུས་ཐོག་ལ་ཡང་དེ་བསྐྲུན་ཐུབ་མི་འདུག་ནས།

རྒྱག་བྱས་ནས་དེ་ནས་སྤོ་རྫོང་གི་ད་ད་ཐོག་མ་གི་ད་སྤོ་རྫོང་གྲོང་པོ་ཤུ་ན་སྐྱེལ་འདྲུད་བཏང་ནས་ད་ཐོག་མ་གི་རིག་གནས་གི་ད་བརྗོད་བྱ་འཇུག་རྒྱུ་གཟུང་རྒྱུ་ཡོད་ལིགས་ད་ལྟ་བརྗོད་ལིགས་གི་ནང་བྱུང་ཐོག་མ་གི་རྨང་གཞི་ད་དང་པོ་དེ་རེད་ལ་འདི་རེད་ད་འདི་མཉམ་དུ་ལ་ད་དོ་རྨང་གཞི་དང་དམངས་སྒྲུང་ཟེར་ནས་བསྡད་ཡོད་རེད་ང་དེ་དུས་དེ་ནས་ཤང་གྲོང་གི་སློབ་གྲྭ་དགེ་རྒན་ཡིན་ལ་ང་གི་ལ་རྨང་གཞི་བལྟས་ཚེ་ད།

རྨང་གཞི་བཞག་དགོས་རྒྱུ་རེད། དེ་མེད་ན་ད་སྔོན་མ་གི་ཡིག་ཚོགས་རྙིང་པ་དེ་ཚོ་བརླགས། དེ་ནས་ད་ཁྱེད་ཅག་ཡོད་པ་གི་མི་རྣམས་ད་བྱོན་འགྲོ་ཚར་བ། དེ་སྤྱི་བཏང་གི་ད་ནས་རྒྱུ་ཆ་དངོས་དངོས་རྗེན་རྗེན་མི་སྤོང་དང་དངོས་སྤོང་ཡོད་པ་གི་རྒྱུ་ཆ་ཅིག་བཙལ་དགོས་ས་ནི་ད་དཀོན་པོ་དཀོན་པོ་རྒྱ་མཚོ་ནང་ཆུ་ལ་ཁབ་བཙལ་བ་ནང་བཞིན་ད་དེ་འདྲ་གི་གནས་ལ་ཐུག་ཤག་ལས།

མདུན་དུ། པོ་ཏོས་བཙོངས་པའི་རྒྱུད་ལ་ཆགས་པའི་པོ་ཏོའི་ལུང་པ་སྟེ་མ། ཁྱུང་ཐོག་ལས་ཆུ་རྒྱུན་གྱི་རྒྱུད་ལ་ཆགས་པའི་ཡར་ལུང་ལུང་པ་སྟེ་བུ། ལྷ་རེ་ཞོལ་ནས་སྤོབས་པའི་ཆུ་རྒྱུན་ན་ཡིད་འོང་གཙང་པའི་རྒྱུད་ལ་ཆགས་པའི་ཡིད་འོང་ལུང་པ་སྟེ་མ་དང། གནམ་ཕུག་གཡག་ལག་ནས་འབབ་པའི་ཆུ་རྒྱུན་གྱི་རྒྱུད་ལ་ཆགས་པའི་རོང་ལུང་པ་སྟེ་བུ། སྒང་རིང་མ་ལག་ནས་འབབ་པའི་ཆུ་རྒྱུན་ན་ཁྱོད་རྫོང་གཙང་པའི་རྒྱུད་ལ་ཆགས་པའི་ཁྱོད་རྫོང་ལུང་པ་སྟེ་མ་དང། ར་འོག་མཚོ་རྔ་ནས་འབབ་པའི་ཆུ་རྒྱུན་ནས་གཡུ་ཕུག་གཙང་པའི་རྒྱུད་ལ་ཆགས་པའི་གཡུ་ཕུག་ལུང་པ་སྟེ་བུ། ཅེས་དང། དེ་དག་ལ་སྤོ་ཆུ་ལུང་དྲུག་ཀྱང་ཟེར། ད་ལྟའི་ང་ཚོ་དུས་རྒྱུན་ང་ཚོ་སྤོ་མི་གི་ཁ་སྐད་ཤེས་ཡོན་ལྡན་པའི་སྐོར་གི་སྤོ་ཆུ་ལུང་དྲུག་ཟེར་དུས་ད་ནི་ས་ཆ་དེ་གི་ད་འདུས་པ་གི་དེ་དེ་འདྲས་གསུངས་ཡོད་རེད་ལ། དེ་བཞིན་ང་ཚོ་ད་སྤོ་གི་ད་ནི་ས་ཆ་ལ་ད་ཐོན་ཁུངས་ཤེས་ཡོན་པའི་སྐོར་ལ། སྤོ་ཆོས་འབྱུང་གི་ནང་ཆོས་ལ་ད་དེ་འདྲས་འདུས་འདུས་ཅེས་ནས་གསུངས་ཡོད་རེད་ལ། ས་སེར་པོ་གསེར་གྱི་ས་ཡིན་ལ། ཐང་སྔོན་པོ་གཡུ་ཡིས་མ་འདྲེས། ཚང་ཚིང་དུ་དཀྲིགས་པའི་ནགས་ཀྱི་ཚལ། འགྲོ་སེང་སྣ་ལྔ་སྨིན་ལ་ལོ་ཏོག་དང་སྔོ་འབྲུ་ཐམས་ཅད་དབྱར་དགུན་ཁོར་ཡུག་ཏུ་གནས་པ་ཟེར། ད་དེ་ང་ཚོ་ཐོན་ཁུངས་ཀྱི་བཀོད་པ་ཞིག་ཡིན་པ་ལས་ད་དེ་འདྲས་གསུངས་ཡོད་རེད་ལ། ད་ཡོང་རྗེས་གཏེར་ཁ་གི་སྐོར་ལས་གསུངས་ཡོད་འདུག་དེ་ལ་ཆོས་འབྱུང་ནང་སྤོ་བོ་ཆོས་འབྱུང་ནང་དོན་ལས། རི་ལ་རིན་པོ་ཆེ་ཡི་གཏེར་ཁ། རྡོ་ལ་དངུལ་གྱི་གཏེར་ཁ། ཆུ་ལ་གསེར་གྱི་གཏེར་ཁ་ཟེར།

ཤེས་དང་བསྟུན་ན་ལ། སྤྱིར་ན་ད་ང་ཚོ་མཉམ་འབྲེལ་བཙན་པོ་གོང་འཁྲུངས་ས་ཡིན་པ་མ་ཚད། འཛམ་གླིང་གི་ཤིག་གི་སྡོང་པོ་ཤུ་པག་གི་སྡོང་པོ་ཆུ་ཤིང་དེ་འདྲ། མཐོ་ཚད་དེ་སྨི་བརྒྱ་དང་གཉིས་བརྡབ་པོ་དེ་འདྲ། ཡར་ལིང་གི་ཨང་དང་པོ་ཡོད་མཁན་དེ་འདྲ་ལ་ཡོད་པོ་ལ་ཡོད་རེད་ཟེར། ད་རུང་སྤོ་བོ་ས་ཆ་ལ་སྔོན་མ་གི་ང་ཚོ་བཙན་པོ་གི་སྐབས་དེ་ནས་ཁྲ་མུ་ཕུབ་དེ་འདྲི་གི་ལས་ས་གི་ཁྲ་མུ་དང་འབྲེལ་བ་ཡོད་པའི་དེ་འདྲི་རིག་གནས་མང་པོ་ཡོད་རེད་ཟེར། དེ་ནས་སྤོ་བོ་ས་ཆ་གི་ད་ང་ཚོ་གི་དམངས་ཁྲོད་གི་རིག་གནས་ཡིན་ན་ཕུན་སུམ་ཚོགས་པ་ཡོད་རེད་ཟེར་དེ་འདྲི་གསུངས་གདའ། དེ་རིང་དུས་དེ་སྔའི་མཚམས་འདི་ནས་ཡང་རྒྱའི་ཕུར་བུ་རྡོ་རྗེ་དང་རྒྱའི་བཀྲ་ཤིས་ནོར་བུ་གཉིས་ཀྱིས་གཙོ་སྒྲིག་མཛད་པའི་པོ་ཡིག་གི་རྨང་གཞི་ཞེས་རིགས་རྨང་གཞི་དེ་སྟོང་མི་ཤིས་ཏེ་ད་སྙན་ངག་གི་རྣམ་པ་ཡོད་མ་ཅིག་བྱེད་འདི་དེ་དེ་རིང་གི་ཡིག་རྒྱུན་དང་ཧ་ཅང་འཚམ་པོ་རེད་འདུག། ངོ་མ་དེ་རིང་གི་ཡིག་རྒྱུན་དེ་ཚང་མ་གི་མཐོང་ཡོང་རྒྱུ་རེད། ལགས་སོ།
ཞྭ་དེ་ན། ཤེའུ་གི་སང་ཉིན་དེ་ཡང་གོ་འདུག། ལགས་སོ། དེ་ན་ཉིན་ལས་མཁན་གྱི་ང་ལ་ཅི་ལས་འབྱོར་བ། རྗེ་དགུན་ལ་ཅི་ལས་དགོས་རེད། རྗེ་དགུན་ལ་ཅི་ལས་དགོས། འདི་ནི། པོ་ཡིག་གི་རྨང་གཞི། ཞེས་པའི་དཔེ་ཆ་ལས་དྲངས་པ་རེད། ད་ཡིན་ན། གཙོ་བོ་དེ་གའི་ཕོ་བུ་རྡོ་རྗེ་དང་གའི་བཀྲ་ཤིས་ནོར་བུ་གཉིས་ཀྱིས་རྩོམ་འབྲི་བྱས་པ་རེད་འདུག་ཤར།
བཀྲ་ཤིས་རི་ལ་རྒྱལ་གསུམ་ཡོད། རི་རྩེ་དཀར་གཡོག་གངས་ཀྱིས་བརྒྱན། རི་སྐེད་ཙན་དན་ནགས་ཀྱིས་བརྒྱན། རི་མཐར་ཙོང་ཆ་ཁྱི་ཡིས་བརྒྱན། དེ་བཀྲ་ཤིས་རི་ཡི་རྒྱལ་གསུམ་རེད། ཤར་བཀྲ་ཤིས་ཐང་ལ་རྒྱལ་གསུམ་ཡོད། ཐང་མགོར་མདོ་བ་རྟ་ཡིས་བརྒྱན། ཐང་སྐེད་ཨ་སི་འབྲི་ཡི་རྗེ། ཐོག་མཐར་གཡང་དཀར་ལུག་གི་རྗེ།
དེ་བཀྲ་ཤིས་ཐང་གི་རྗེ་བསམ་རེད། ཁྱེད་རྣམས་དགའ་པོ་ཡོང་བའི་སྨོན་འདུན་ཞུ། ག་དུས་ཡིན་ཡང་གང་དུ་གནས་ཀྱང་ང་ཚོ་དཔལ་ལུགས་ལ་གང་པར་བྱ། ཐུགས་རྗེ་ཆེ། ངོ་མ་སྙན་པོ་འདུག། ལགས་སོ། ཕྱི་རྒྱལ་ཚོ་ངོ་མ་སྙན་པོ་འདུག་ཨ་རེ། ལགས་སོ་ཡག་པོ་འདུག་ངོ་མ་འདུག།
ཐུགས་རྗེ་ཆེ། དེ་ནས་དགེ་བསྟན་རྗེ་ལ་ངོ་ནས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་འདི་འདྲ་དཔེ་ཆ། རྩ་ཆེན། ངོ་མ་ང་ཚོ་ཆ་ནས་བཤད་ན་ནོར་བུ་རེད་འདུག་ལགས་སོ། ཁྱེད་རང་ཚོ་ང་ཚོ་ས་ཆ་འདི་གི་ནོར་བུ་རེད་དཔེ་ཆ་དེ་ཚོ་ཡང་ནོར་བུ་རེད་ཐུགས་རྗེ་ཆེ་ཟེར་གྱིན་དེ་ནས་ད་དུས་ཚོད་ཀྱི་དབང་གིས་དེ་རིང་རྒན་ལགས་ཀྱི་ཁ་བརྡ་དེ་འདི་ནས་ཚང་འཇོག་རྒྱུ་ཡིན། ལགས་སོ་རྒན། རྒན་ལགས་ཐུགས་རྗེ་ཆེ་ཞེས་བརྗོད་ལགས་སོ་རྒན།
ལགས་སོ་ཐུགས་རྗེ་གནང་རྒྱུ། ཡ་རྒན།